ད་མང་ཚོགས་ཀྱིས་ང་ལ་ཡང་སྲིད་སྐྱོང་གི་འགན་བསྐུར་བ་ཡིན་ན་ང་ཚོས་ཀྱི་མ་འོངས་པའི་ཕྲུ་གུ་ཚོ་ལ་ཡང་དོན་སྙིང་ལྡན་པའི་གི་ཤེས་ཡོན་སྦྱོར་སྤྲོད་ག་འདྲ་ཞིག་རེད་ཟེར་དེ་སྐོར་དེ་ཀ་པ་དེ་ལ། བཙན་བྱོལ་བོད་མིའི་གཞི་རིམ་ཤེས་ཡོན་སྲིད་བྱུས་ལག་བསྟར་བྱ་རྒྱུ་ནི་ང་ཚོའི་སྤྱི་ཚོགས་ཀྱི། དགོས་མཁོ་དང་འཚམ་ཞིང་མི་རིགས་ཀྱི་ངོ་བོ་སྲུང་འཛིན་གྱི་ཐབས་ལམ་ཡག་ཤོས་ཤིག་ཡིན་པ་མ་ཟད་འཛིན་སྐྱོང་གི་ལས་འགན་གལ་ཆེན་ཞིག་ཀྱང་ཡིན། ང་ཚོས་ད་བར་ཤེས་ཡོན་སྲིད་བྱུས་ལག་བསྟར་བྱས་པའི་བརྒྱུད་རིམ་ནང་སློབ་གྲྭ་སོ་སོའི་གནས་སྟངས་དང་དེ་དག་གི་དགེ་རྒན་དང་སློབ་དེབ་སློབ་ཁྲིད་ཡོ་བྱད་ཟུར་ལྟའི་དཔྱད་གཞིའི་ཡིག་རིགས་བཅས་ཁྱོན་ཡོངས་ལ་བསྐྱར་ཞིབ་ཚད་ལྡན་ཞིག་བྱས་ཏེ། ལེགས་བཅོས་ཀྱི་འཆར་གཞི་ངེས་ཅན་ལག་བསྟར་ཞུ་རྒྱུ། ཤེས་ཡོན། སྲིད་ཇུས་གཞིར་བཟུང་རང་དབང་ལྡན་པའི་ཤེས་ཡོན་ལྷན་ཚོགས་ཤིག་ཟུར་འཛུགས་བྱ་རྒྱུ། ཁ་པ། གཞི་རིམ་གྱི་འོག་མའི་སློབ་ཕྲུག་གཞིས་སྒར་ཁག་ཏུ་ཕ་མ་དང་མཉམ་དུ་འཚར་ལོངས་བྱེད་ཐུབ་པ་གལ་ཆེར་བརྩི་ཡི་ཡོད་ལ། མི་འབོར་གྱི་གྲུབ་ཆའི་བརྒྱུད་རིམ་ལ་གཞིགས་ཏེ་བུད་མེད་འདུ་སྡོད་ས་གནས་ཁག་གི་གནས་སྟངས་དང་དགོས་མཁོ་གཞིར་བཟུང། ད་ལྟའི་མིའི་ནུས་པ་དང་འགྲོ་སོང་ཆུད་ཟོས་དང་བར་དོས་སུ་མ་སོང་བ། འཛིན་རིམ་དྲུག་པ་ཡན་གྱི་སློབ་གྲྭ་ཁག་རིམ་པས་ཟླ་སྒྲིལ་བཏང་སྟེ་སློབ་ཕྲུག་གི་ཁེ་ཕན་གཙིགས་སྲུང་གིས་ཁོང་ཚོར་སློབ་གཉེར་གྱི་མཐུན་རྐྱེན་ཚད་ལྡན་སྦྱོར་ཐབས་བྱ་རྒྱུ། ག་པ། སློབ་གྲྭ་ཁག་གི་དཔེ་མཛོད་རྣམས་ད་ལྟའི་གྲངས་རིག་གི་དུས་སྐབས་འདིར་མཐུན་པའི་བཀོལ་སྤྱོད་དང། དེ་བཞིན་དྲ་ལམ་བརྒྱུད་ནས་གཞི་རིམ་སློབ་ཚན་ཁག་གི་སྦྱོང་ཚན་སློབ་ཁྲིད་དང། འགུལ་རིས་དང་པར་རིས་ཆེད་ལས་མཁས་པར་མཉམ་འབྲེལ་བྱས་ནས་གཞོན་སྐྱེས་ཚོ་བོད་ཀྱི་སྲོལ་རྒྱུན་ཆོས་རིག་སློབ་གཉེར་ཐོག་དོ་སྣང་འགུག་ཐབས་བྱེད་ཀྱི་ཡིན། ལྔ་པ། ང་ཚོའི་སློབ་གྲྭ་ཁག་ཏུ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད། སྲིད Learning Social Emotional and Ethical Learning སློབ་གཉེར་ཐོག་འཛམ་གླིང་ཁྱོན་དུ་ལག་བསྟར་གྱི་མིག་དཔེ་ལྟ་ས་ཞིག་བཟོ་རྒྱུར་འབད་བརྩོན་ཞུ་རྒྱུ། བཅའ་བ། ལས་རིགས་སྦྱོང་བརྡར་ཁག་གི་ཁྱབ་ཁོངས་དང་སྒྲིག་བཀོད་འཐུས་ཚང་ཡོང་བར་མཐུན་རྐྱེན་སྦྱར་ཏེ། ལག་ཤེས་སྦྱོང་བརྡར་ཐོབ་མཁན་རྣམས་སྤྱི་ཚོགས་འཛུགས་སྐྲུན་ཐོག་ནུས་པ་མཉམ་སྤུངས་ཡོང་བ་བྱེད་ཀྱི་ཡིན། བྱ་བ། མཐོ་རིམ་སློབ་མའི་སློབ་ཡོན་མུ་མཐུད་འབྱོར་འཇགས་དང་སློབ་ཡོན་མཐོ་བའི་ཆེད་ལས་ཀྱི་ཁྱབ་ཁོངས་སུ་སྦྱངས་འབྲས་ལེགས་པའི་སློབ་མ་ཚོར་རོགས་རམ་དང་སློབ་ཡོན་བུན་གཡར་རམ་ཐབས་ལམ་གཞན་འཚོལ་རྒྱུ། བྱ། བོད་ཀྱི་མཐོ་རིམ་སློབ་གཉེར་ཁང་ཁག་ཏུ་བོད་ཀྱི་རིག་གཞུང་དང་འབྲེལ་བའི་ཐུན་མོང་མ་ཡིན་པའི་སློབ་ཚན་བཀོད་སྒྲིག་དགོས་སྐོར་འཛིན་སྐྱོང་ནས་སྐུལ་འདེད་བྱ་རྒྱུ། དེ་བཞིན་རྒྱལ་ཁབ་གཞན་གྱི་སློབ་གྲྭ་ཁག་དང་མཉམ་དུ་སློབ་མ་བརྗེ་རེས་ཡོང་ཐབས་དང། བོད་པའི་སློབ་ཕྲུག་ཚོའི་ཆེད་དུ་མཐོ་སློབ་ཁག་ཏུ་ཆེད་ལས་ཟུར་བཅད་ས་མིག་གཏོད་ཐབས་འབད་བརྩོན་ཞུ་རྒྱུ། བྱ་བ། ཕྱི་རྒྱལ་དུ་ཡོད་པའི་བོད་ཕྲུག་དང། རྒྱ་བལ་འབྲུག་གསུམ་ནང་ཡོད་པའི་བོད་རིགས་སློབ་མའི་དབར་འབྲེལ་གཏུག་སྔར་ལས་རྒྱ་ཁྱབ་ཡོང་ཐབས་ཀྱི་ལས་འཆར་གང་མང་སྤེལ་རྒྱུ་དང་གཟའ་མཇུག་འཛིན་གྲྭར་དམིགས་པའི་སློབ་དེབ་དང་ཟུར་ལྟའི་སློབ་དེབ། རྩོམ་སྒྲིག་མཁོ་འདོན་དང་ཕྱི་རྒྱལ་ཁག་ཏུ་བོད་མི་འདུག་དུས་གྲོང་ཁྱེར་ཆེ་ཁག་གི་རྒྱལ་འགྲམ་དུ་བོད་མིའི་འདུ་གནས་དང་སློབ་གྲྭ་འཛུགས་རྒྱུར་འབད་བརྩོན་བྱ་རྒྱུ་ཡིན། བྱ་བ། དགེ་ལས་ཚོར་དགེ་རྒན་དང་ལས་བྱེད་ཚོ་ང་ཚོའི་གནས་སྟངས་དང་བསྟུན་ཏེ་མཐུན་རྐྱེན་སྦྱོར་རྒྱུ་དང་གཞི་ཁོངས་གང་ལ་ཡང་མ་ཚུད་པའི་དགེ་ལས་རྣམ་པར་གཞིས་ཆགས་ཆེ་ཁག་ཏུ་བྲེལ་བཤགས་རྒྱག་ཡུལ་ས་ཆའི་མཐུན་རྐྱེན་སྦྱོར་ཐབས་འབད་བརྩོན་བྱ་རྒྱུ།